ཨ་ནི་སྒྲོག་བཞིན་པ་འདི་ཡང་ཨ་ནི། ང་ཚོའི་གི་ཨ་ནི་རྒྱ་ཡུམ་ཆེན་པོའི་གི་ཨ་ནི་ད་ལྟ་རྐང་རྩེད་སྤོ་ལོ་གི་ལོ་འཁོར་ཨ་ནི་འགྲན་སྡུར། དེའི་འགྲན་སྡུར་འདི་གི་ད་ག་ད་ཨ Final དེ་ལ་ཡ་ད་དགེ་ངན་འདྲ་བོ་ཅིག་ཆགས་བྱས། ག་ད་ད་ད་དེང་སང་ད་མགོ་ཁེ་ཉིན་ག་ད་རིང་ཚང་མ་ཨ་ནི

ཨ་ཧ། ད་མང་ཆེ་གཅིག་སོ་སོ་ཀོན་ཀྲེན་ཆེད་དུ་རེད་ཤག་རོ། པད། Research། ཡག་མེད་ན་སྤྱི་ཚོགས་ནང་ལ་ཡ། བཀྲ་མེད་ཡིན་པ་ཡིན་ན་ཨ་ནི་དོན་དང་ལྡན་པ་དགེ་ཨ་ནི། རྒྱུ་མཚན་ཡོད་པ་ཅིག་བྱས་ཨ་ནི་འདི་མཉམ་དུ་ལ་ཡ་ཐབས་ལམ་ཐབས་བྱུས་དེ་འདྲི་གཅིག་གིས་ཨ་ནི་ཅིག། རིག་པ་སྤྲད་ཐུབ་པ་ཡིན་ན།

རོ། ཁྲིམས་འདི། སྒྲིག་ཁྲིམས་ལས་འདི། རོ། སྒྲིག་གཞི་དང་ཁྲིམས་འདི། འདི་སྒང་ལ། ད་འདི་ཡོད་ཚར་བའི་རྗེས་ལ་འདི་ཡོད་བ་ཙམ་གྱི་སྒྲིག་གི་ཡོད་མ་རེད་ད། ལག་བསྟར། འདི་གི་ནང་གི་འགན་འཛིན། ད་ཚོགས་གཙོ་ནས་བྱེད་མ། རྩེ་མོ་འདི་གི་ནང་ལ་ཡ་རྒྱ་ཡུམ་ཆེན་པོའི་གི་ད Association། དེ་གི་ནང་ལ་ཡ་ཨ་ནི་འགན་འཁུར་ཉེས་འདི་ཚོ་གཙོ་བོ་འདི་གས་གི་ཨ་ནི་ལག་བསྟར་བྱེད་སྟངས་ཁྲིམས་འདི་ག་ཚེས་གི་ཨ་ནི་ལག་བསྟར་བྱེད་མ་བྱེད་གི་གྲུབ་འབྲས་འདི་ལ་བལྟས་ནས་འདི་གྲུབ་འབྲས་ཐོན་གི་ཡོད་རེད་རྙོག་དྲ་འདིར།

མི་དམངས་མང་པོ་ཅིག་གིས་འགྲོ་སོང་བཏང་ནས་ནི་སོ་སོའི་ལུང་པ་ནས་ཕ། ཨེ། མངའ་སྡེ་གཞན་པ་ལ་ཡར་ཕྱིན་བྱས། དུས་ཚོད་བཏོན་བྱས། རྒྱུ་དངོས་ཅུར་ཚང་མ་འགྲོ་སོང་བཏང་བྱས་ཕ་གི་སླད་ནས་ནི། ལྟད་མོ་ལྟ་ཡས་ཅིག་གི་གནས་སྟངས་གང་ལ་དེ་འདྲ་ཆགས་བསྡད་ཡོད་ཅིག་ལ་ལུང་ཅིག་ལངས་ཡོད་རེད། ད་ག་ཤེད་བལ་ཡུལ་ནས་སླད་ཡོད་རེད་ག་ཤེད་ཕྱིའི་རྒྱལ་ཁབ་ནས་སླད་ཡོད་རེད་རོ། པའི་རིས་ནས་སླེ་ཡོད་གསར་བ་འགྲིམ། བྱེད་འདུག་ག་ལ་དེ་འདྲའི་མང་པོ་ཅིག་སླེ་འདུག་ག་ལ་བར་ཆད་ཅིག་དེ་འདྲས་ཡོང་འདུག་ག་ལ། མི་མང་པོ་ཅིག་ལ་བརྡབ་གསིག་ཆེན་པོ་ཞུ་ཅིག་ཆགས་ཡོད། ད་མི་དེ་ཚོས Final བལྟ་ཡ་ལ Ticket གཏོགས་ཡོད། འདི་གའི་ཚང་མ་གི་བརྡབ་གསིག་ཅིག་ཆགས་ཡོད། ད་གང་ལྟ། མདོར་བསྡུས་པ་ཡིན་ན། འདི་གི་རྙོག་དྲ་འདི་གང་ལ་རྙོག་དྲ་འདི་ད་ལྟ་རྒྱུན་མ་ཆད་ཆགས་ཡ་ཅིག་སྟེ།

ཁྲིམས་ཞིབ་གནས་འདི་ལག་བསྟར་བྱེད་མ་ཐུབ་པ་ཡིན་ན་དཀའ་ངལ་འདི་རེད། སྤུ་འདི་སྙེ་མ་བཙལ་དོ་སྙེ་མ་བཙལ་ཆོག་ཚང་མ་ཚར་ནས་རོ་ཨ་ད་ད་རེས་འདི་ལ་ཡང་བཙལ་ནས Final གླས་ཚར་ནས་རོ་ཨ་ཨ་ནི་འདི་འདྲའི་གནས་སྟངས་ཆགས་སྡོད་རོ་འདིའི་སྒང་ལ་རང་བཙན་ལག་དེབ་ཀྱི་ངོ་ཤུགས་དེ་ཚང་མ་བཏོན་ཡོང་གི་འདུག་ཨ་ད་འདི་གནས་སྟངས་ག་རེ་རེད་ད་འདི་ད་རང་བཙན་ལག་དེབ་ནི་བསྡུར་བ་དེ་ལ་བུ་མོ་གཅིག་གིས་ད་ལྟ་བལ་ཡུལ་ནས Blog བྱེད་འདུག་གར་ས། ད་ལྟ་གཅིག་ངེད་ཀྱི་འདི་ནང་ལ་ཐོངས་ངེད་བདུན་དེ་ལ་པད་མ Blog རེད་ག་རེ་གཅིག་བྲིས་བཞག་བལ་ཡུལ་ནས་ཡིན་ས་བུ་མོ་འདི་བུ་མོ་འདི་གིས་སྟོན་གྱི་འདུག་ཨ། རང་བཙན་ལག་དེབ་ཀྱི་ངོ་བཤུས་འདི་སྟོན་གྱི་འདུག་སྤུ་གུ་འདི། ད་ག་ད་འདི་གི་རྒྱབ་ལྗོངས་འདི་ག་རེ་ཡིན་ན། འདི་གི་རྙོག་དྲ་ཆགས་དགོས་པའི་འདི་རྒྱུ་མཚན་ག་རེ་ཡིན་ན། རྒྱ་ཡུམ་ཆེན་པོ་གི་རྩེད་མོ་རྩེད་འགྲན་ཆེ་ཤོས་ད་ང་ཚོའི་སྤྱི་ཚོགས་ཀྱི་སྐྱབས་བཅོལ་གྱི་ནང་ཆེ་ཤོས་ཆགས་དགོས་འདི་ལ་ཡར་འགོག་རྐྱེན་བཟོས་དགོས་པའི་འདི་རྒྱབ་ལྗོངས་ག་རེ་ཡོད་ན། འདི་ཚོ་སྔོན་བས་གལ་ཆེན་པོ་ཞུ་རུ་ད། འདིའི་གནད་འགག་ཅིག་ཆགས་ཡོད་རུ་ད། གཅིག་འདི་རེད། འདི་གིས་ང་ཚོའི་སྤྱི་ཚོགས་ནང་ལ་འཁྲུག་ཐལ་འདི་གིས་གཞིས་དགོས་པ་རྒྱུ་མཚན་རྒྱབ་ལྗོངས་འདི་ག་རེ་དུ་བལྟ་འོ་རེད་ད་རེས་འདི་ལ་ཨ་ནི Green Book གཅིག་པུའི་གི་སྐད་ཆ་གཅིག་ཡིན་འགྲོ་ཅི་བྱས་བསམ་གི་མི་འདུག་ངེད་ཀྱི་འདི་གི་རྒྱབ་ལྗོངས་བལྟ་དགོས་ཡ་འདི་གལ་ཆེན་པོ་ཤོར་འདི་གི་རྒྱབ་ལོགས་ལ་ག་རེ་ག་རེ་འདུག་འདི་གཅིག་ཆ་ཡོད་རེད་གཉིས་པ་འདི་ཡང་ན། ང་ཚོས་ཀྱི་སྤྱི་ཚོགས་ཀྱི་རེ་བ། ད་ལྟའི་གི་གནས་སྟངས་ཀྱི་རེ་བ། གནས་སྟངས་འདི་སྤྱི་ཚོགས་ཡར་རྒྱས་གོང་འཕེལ་མེད་བས་ཀྱི་སྤྱི་ཚོགས་རྗེས་ལུས་ནང་ནས་རྗེས་ལུས་ཐ་ཤལ་གྱི་ཆགས་བསྡད་བས་ཀྱི་ངོ་བོ་ཅིག་བསྟན་དགོས་གཅིག་རེ་བ། འདི་མི་གཅིག་གཉིས་སྒང་ལ་ཁ་བྲལ་ཡོད་མ་རེད། འདི་ལ་ཅན་ཀ་ནེག་ཤན་ཡོད་རེད། རོ། འདི་ལ་ཡ་ཨ་ནི། ང་རང་ཚོ་གི་རྩེད་མོ་འདི་ལ་ཡ། ད་བོད་པའི་གི་སྤྱི་ཚོགས་གི་ནང་ལ་རོ་ཨ་ད་ཟླ་འདི་ནང་ལ་ཡ་སྤྱི་ཚོགས་གི་ནང་ལ། རྩེད་མོ་ཟེར་ཡ་དེ་རྩེ་འདུག་ག་ལ་འཛམ་བུ་གླིང་ཚང་མ་འཛོམས་འདུག་ག་ལ་འོར་ལ་ནི་རྒྱལ་ཁབ་གཅིག་གི་གཅིག་ལ་མཐུན་འབྲེལ་བྱེད་ཡ། ནང་ཁུལ་ལ། འདི་ཆ་གོ་ར། ད་ང་ཚོ་བོད་པའི་ནང་ཁུལ་ལ་ཡ་རྩེ་འདུག་ག་ལ།

ཐོབ་དང་ཤོར་དེ་སྐབས་ལ་ང་རང་ཚོ་ལྟ་བ་ཡིན་ན་སོ་སོའི་ལང་ཕྱོགས་གཅིག་པ་དེ་ཡར་ཤོར་བ་ཡིན་ན་རོགས་དེ་ལ་ཕ་ཕྱོགས་ལ་དགྲ་ཟིམ་དགོས་ཡ་དང་རྩད་བརྒྱབ་དགོས་ཡ་དང་འཁྲུག་པ་བརྒྱབ་དགོས་ཡ་ཡོད་མ་རེད་ང་ཚོ་བོད་རིགས་སྤུན་ཟླ་གཅིག་པ་གཅིག་རྐྱང་ཆགས་དེ་རེད། རྒྱལ་ཁབ་གཅིག་གི་མི་གཅིག་ཆགས་དེ་རེད། རྩམ་ཟད་བོད་རིགས་སྤུན་ཟླ་གཅིག་ཆགས་དེ་རོགས། དེ་འདྲའི་གཅིག་གི་ལྟ་བ་ཡིན་ན་གུ་ཡངས་པོ་གི་ཐོག་ནས་ལྟ་བ་ཡིན་ན་ང་ཚོའི་རྩེད་མོ་ཟེར་ཡ་དེ་གཅིག་གིས་གཅིག་ལ་མཐུན་འབྲེལ་དང། ཡར་རྒྱས་གོང་འཕེལ་འགྲོ་ཡ་དང་ལུང་པ་འདི་གི་རྩེ་མོ་ཚོགས་ས་ག་བ་ཚུགས་པ་ཡིན་ན་འདི་ལ་ཡ་དཔོན་ཆོས་ཀྱི་ཨ་ནི་ཡར་རྒྱས་ལུང་པ་འདི་ལ་ཡ་ཡར་རྒྱས་དགོངས་པའི་སྒྲོལ་བ་དང་འདི་ནང་ལ་མང་པོ་ཅིག་ཚང་བསྡད་རོ་ང་རང་ཚོ་འདི་ལ་བལྟས་ནས་ང་ཚོ་གི་བྱེད་ཀྱི་ཡོད་རོགས་ད་དུས་དྲན་བྱེད་ཡས་དང་ཅིག་རྩེ་མོ་ཚུགས་ཡས་ཡིན་ན་རེད་འདི་ནང་ནས་ང་ཚོ་དམིགས་བསལ་གྱི་རྒྱ་ཡུམ་ཆེན་པོ་ཟེར་འདུག་གང་ལྟ།

ང་རང་ཚོ་རྩེད་མོ་དུས་རྒྱུན་རྩེད་མོ་གཅིག་པོ་མ་རེད་སྤྱི་བཏང་གི། སྤྱི་ཚོགས་ཀྱི་ནང་ལ་གནས་སྟངས་གཅིག་གི་སྒང་ལ་རྙོག་དྲ་ཆེན་པོ་གཅིག་ཆགས་ཡིན་འདུག་ག་འདི་རྒྱབ་ལྗོངས་ལྟ་དགོས་ཡ་གལ་ཆེན་པོ་ཤོས་ཅིག་རེད། རེད་བ། ཨོ་འདི་འདྲས་ཅིག་ཆགས་དེ་ཡོད་ར་ད་འདི་མང་པོ་སྨྲ་དཀའ་བའི་ཐོག་ནས་རེད་བ་ང་རང་ཚོ་གི་སྤྱི་ཚོགས་ཀྱི་ནང་ལ། རྩོད་གླེང་བགྲོ་གླེང་ཁ་བརྡ་དགུ་དགུ་ཡོད་རེད་པས་གལ་ཆེན་པོ་རེད་ད་ང་ཚོའི་སྤྱི་ཚོགས་དེ་ཡར་རྒྱས་འགྲོ་ཡས་ལ།

རྒྱབ་ལྗོངས་ཧ་མ་གོ་བ་ཐོག་ནས་ག་འཇུ་མ་འཇུ་བཤད་བ་ཡིན་ན་སྤྱི་ཚོགས་ལ་ཡ་ཨ་ནི། འཁྲུག་ཆ་དོད་བོ་ཆགས་ནས་སྤྱི་ཚོགས་ཡར་རྒྱས་འགྲོ་གི་མ་རེད་མར་རྒྱས་འགྲོ་གི་རེད་མ་སྤྱི་ཚོགས་དེ་ཟིང་ཆ་གི་རེད་ཟིང་ཆང་ཅིག་ཆགས་འགྲོ་གི་རེད་རོ་ཨོ་དེ་འདྲའི་ཞུ་བའི་མཐའ་མ་དེ་ལ་ནི་ཚང་མ་ལ་ཚེ་རིང་ལོ་བརྒྱ་འདི་ངེས་ཀྱི་ད་སོ་སོའི་གི་ཨ་ནི་བསམ་ཚུལ་ཅིག་ཡིན་ད་རིང་བར་དུ་ད་ཡ་ཨ་ནི་མཐོང་བདེ་བའི་གི་ངེས་གི་ཨ་ནི།

ནང་པ་ཚོ་འདི་ངས་ཁྱེད་རང་ཚོ་ལ་ཧོམ་བག་གིན་ད་ད་རེད་འདི་ཨ་ནི་འདི་གི་ནང་ལ་རྣམ་པ་ཚོ་གི་ག་རིའི་བསམ་ཚུལ་ཡོད་བ་ཡིན་ན་རོ་རྒྱབ་ལྗོངས་ག་འདྲའི་ཅིག་ཡོད་རེད་ག་འདྲའི་རེད་ཚོགས་པ་འདི་ངོ་བོ་ག་འདྲའི་རེད་འདི་འདྲའི་གི་ཐོག་ལ་ཡ་གསུང་ཡ་ཡོད་བ་ཡིན་ན་ཆེས་ནང་རུ་ནང་ཞུ་ཡ་ཡིན་ཨ་ནི་ཚང་མར་ཚེ་རིང་བློ་རྒྱ།